རྣམ་པ་ཚོ། སྐུ་ངམ་སང། ལྷག་དཀར་སང། གུས་མོ་བཀྲས་སོ་མོ་ཡིན། བུད་མེད་བློ་ངན་ཟི་ངན་གྱི་བུ་ཕྱི་ནང་གཉིས་ལ་ཞུ་འོས་བའི་རྒྱ་ཆེའི་བུ་རི་སྤུན་ཟླ་ཡོངས་ལ། དེ་རིང་རེས་གཟའ་ལྷག་པ་དང་སྟབས་བསྟུན་ནས་གུས་མོས་འདི་ན་མ་གོང་སོ་རྒྱ་བ་རུམ་བྱེད་མཆོག་གི་མཛད་རྣམ་པའི་ཕྱག་དེབ་ཤོག་ལྷེ་ཁག་གཅིག་སྦྱར་ཀློག་ཞུ་ཡ་ཡིན་པས་ལྷན་རྒྱས་གསན་གཟིགས་གནང་རོགས་གནང། བུ་དང་བུད་མེད་མགྲིན་ཚབ། ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས་ཀྱི་ཆེད་དུ་མི་ལོ་བཅུ་ཕྲག་བདུན་ལྷག་རྒྱ་ནག་དང་གཏན་འདུན་འཐབ་རྩོད་བརྗེས་པ ྋགོང་ས་སྐྱབས་དཔོན་ཏཱ་ལའི་བླ་མ་མཆོག་གིས་མཛད། གླིང་བཞི། ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཟླ་བ་གསུམ་པའི་ཚེས་བཅུ་བདུན་ཉིན་མུན་ནག་དང་ལྷགས་རླུང་གྲང་མོའི་ཁྲོད་དུ་ངོས་རང་སྐྱ་ཆད་ཆུ་བ་གྱོན་ཏེ་གཞན་དུ་འཛུལ་ནས་ལོ་ལིང་ཕོ་བྲང་གི་རྒྱལ་སྒོ་ནས་གསང་ཐོན་བྱས། དེ་ནས་རང་ཡུལ་བོད་དང་ཁ་བྲལ་ཏེ་མི་ལོ་བཅུ་ཕྲག་ལྷག་བཙན་བྱོལ་དུ་གནས་དགོས་བྱུང་བས་མི་ཚེའི་འགོ་ཚུགས་སུ་གྱུར། བྲོས་བྱོལ་དུ་འགྲོ་དགོས་པའི་རྩ་བའི་ས་བོན་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ལོར་རྒྱ་ནག་དམར་པོའི་གཞུང་གིས་ངོས་ཀྱི་རྒྱལ་ཁབ་ལ་བཙན་འཛུལ་བྱས་པ་དེ་ནས་ཚུགས་ཟིན་ཀྱང། འཕྲལ་གྱི་སྐྱིན་ཚ་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཟླ་བ་གསུམ་པའི་ཚེས་བཅུ་ཉིན་ནས་བཟུང་བོད་ཀྱི་རྒྱལ་ས་ལྷ་སའི་ནང་མི་དམངས་རང་དབང་སྒེར་ལངས་ཀྱི་གནས་སྟངས་ཛ་དྲག་ཏུ་འགྱུར་བཞིན་པ་དེ་རེད། བཙན་བྱོལ་རྒྱལ་གཅེས་ཀྱིས་ལོ་ངོ་དགུ་ལ་ཉེ་བའི་རིང་མི་དམངས་ཀྱི་བདེན་དོན་ཆེད་རྒྱ་ནག་དམར་པོའི་གཞུང་དང་འགྲིག་འཇགས་ཡོང་ཐབས་བྱས་ཀྱང་ལས་དོན་འདི་འགྲུབ་ཐབས་མེད་པར་གྱུར། ངོས་རང་ཐོན་སྐྱེད་ཀྱི་ཉིན་ཤས་ནང་རྒྱ་ནག་མི་དམངས་བཅིངས་གྲོལ་དམག་དཔུང་གི་ལྷ་ས་གྲོང་ཁྱེར་ལ་མི་ཏིལ་སྦྲང་མིག་འཕངས་ཏེ་གཏོར་རྡུལ་ཤུགས་ཆེ་བཟོས། འདི་ལྟར་དུས་རབས་ཉི་ཤུ་པའི་དཀྱིལ་མཚམས་ནས་ངོས་ཀྱི་ཡུལ་དང་མི་དམངས་ཀྱི་སྐྱོ་གདུང་གཏམ་རྒྱུད་འདི་འགོ་ཚུགས་ཏེ་དུས་རབས། ཉེར་གཅིག་པའི་ནང་མུ་མཐུད་གནས་བཞིན་པ་རེད། ངོས་རང་ཐོག་མར་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་གར་ལ་བཙན་བྱོལ་དུ་མ་ཡོང་དཀའ་མེད་བྱུང་བ་ནས་བཟུང་ལས་འགན་གཙོ་བོ་ནི་བོད་དང་བོད་མིའི་རྩ་དོན་བསྒྲུབ་རྒྱུ་དེ་ཡིན་ཞིང་ད་ཆ་ལོ་ན་དགུ་བཅུར་སོན་ལ་ངས་ཡང་བོད་ཀྱི་གནད་དོན་ཐག་གཅོད་བྱུང་མེད། ངོས་ཀྱི་ཡུལ་ནི་ད་དུང་ཡང་རྒྱ་ནག་དམར་གཞུང་གི་བཙན་གནོན་འོག་གནས་བཞིན་པར་མ་ཟད་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་གོང་དུ་མི་ལོ་སྟོང་ཕྲག་ལྷག་རིང་བོད་མི་རྣམས་རང་ཡུལ་དུ་འགྲོ་བ་མི་ཡིན་པའི་ཆེ་མཐོང་དང་རང་གི་འདོད་འདུན་དང་རིག་གཞུང་གཞིར་བཟུང་འཚོ་མྱོང་བའི་རང་དབང་དེ་ཉིད་ལོངས་སུ་སྤྱོད་པའི་གུ་ཁུབ་བཙན་འཕྲོག་བྱས་ཏེ་གནས་མུས་རེད། ལྷག་པར་བོད་ཀྱི་ངོ་བོ་མཚོན་པའི་རྣམ་པ་ཚང་མ་བོད་ཀྱི་དབང་བསྒྱུར་བ་གསར་པའི་མིག་ནང་ཡན་གར་མངོན་གྱི་ཡོད་པས། བརྟན་ལྷིང་དང། ས་ཁོངས་གཅིག་གྱུར་གྱི་མིང་ཐོག་ནས་ང་ཚོའི་སྲིད་པའི་དཔལ་ཡོན་གཙང་མེད་དུ་གཏོང་བའི་ཉེན་ཁ་མཐོང་གི་འདུག་དེབ་འདི་ནི་གཙོ་བོ་ངོས་ནས་བོད་དང་བོད་མི་མང་གི་ཚབ་བྱས་ཏེ་རྒྱ་ནག་དམར་པོའི་གཞུང་གི་འགོ་ཁྲིད་རིམ་བྱུང་དང་ལོ་ངོ་བཅུ་ཕྲག་བདུན་ལྷག་བྲིས་འདུག་ཇི་བྱས་ཀྱི་བྱུང་བ་བརྗོད་པ་ཞིག་ཡིན། དེ་བཞིན་འདི་ནི་སིང་ཕུར་ཅན་གྱི་རྒྱ་རིགས་མི་མང་དང་རྒྱ་ཆེའི་རྒྱལ་སྤྱིའི་མང་ཚོགས་ལ་འབུད་མིའི་དཀའ་ངལ་ཐོག་དོ་སྣང་དང་སེམས་ཁུར་ཡོང་བའི་འབོད་སྐུལ་ཡང་ཡིན། རྒྱ་རིགས་མི་མང་མང་པོ་ཞིག་ནི་རང་ཅག་བོད་པ་ལྟར་ཐིགས་པ་ཆེན་པོའི་ཆོས་བརྒྱུད་ཉམས་ལེན་བྱེད་མཁན་གཅིག་མཚུངས་ཆགས་ཡོད། ང་ཚོའི་དཀའ་ངལ་ནི་གནའ་བོའི་མི་རིགས་གཅིག་དང་དེའི་རིག་གཞུང་སྐད་ཡིག་ཆོས་ལུགས་བཅས། པ་གསོན་གནས་ཐུབ་མིན་གྱི་འགག་རྩར་སླེབས་ཡོད་པ་དེ་རེད། གཞན་ཡང་པེ་ཅིན་གཞུང་དང་དུས་ཡུན་རིང་བོར་འབྲེལ་ལམ་བྱས་པའི་ཉམས་མྱོང་གཞིར་བཟུང་སྟེ། འབྱུང་འགྱུར་གྱི་ལམ་ཕྱོགས་ཐད་ལའང་དེབ་དེ་བརྒྱུད་བསམ་འཆར་འགའ་ཤས་འདོན་ཐུབ་པའི་རེ་བ་ཡོད། གང་ལྟར་ང་ཚོའི་འཐབ་རྩོད་ནི་འཐུས་མི་སི་པན་དཔལ་ཡོན་གྱི་བྱུང་རབས་ཡུལ་ཡུན་རིང་ལྡན་པའི་མི་རིགས་ཤིག་གི་འཐབ་རྩོད་ཡིན་པར་བརྟེན། ཅི་སྟེ་བདུད་ཀྱི་ཆ་ནས་དགོས་མཁོ་འབྱུང་ཚེ་ངོས་ཀྱི་མི་ཚེའི་རྗེས་སུ་ཡང་རྒྱུན་མཐུད་ནས་གནས་གནས་ངེས་རེད། བོད་མི་ཚོས་རང་ཡུལ་རང་གིས་སྲུང་ཞིང་སྐྱོང་བའི་ཐོབ་ཐང་འདི་དུས་ནམ་ཡང་འཕྲོག་ཐུབ་ཀྱི་མ་རེད་ལ། དེ་བཞིན་བོད་མིའི་རང་དབང་གི་མངོན་འདོད་འདི་བཙན་གནོན་ལ་བརྟེན་ནས་ཉམས་ཉེས་སུ་ནམ་ཡང་བཏང་ཐུབ་ཀྱི་མ་རེད། ལོ་རྒྱུས་ཀྱི་ཐོག་ནས་ང་ཚོས་ཤེས་པའི་བསླབ་བྱ་གསལ་པོ་གཅིག་གང་ཡོད་ཟེར་ན། ཅི་སྟེ་མི་དམངས་གཏན་དུ་མ་སྐྱིད་པ་བཟོས་ཏེ་བཞག་ན། བརྟན་བརླིང་གི་སྤྱི་ཚོགས་ཤིག་ནམ་ཡང་ཡོང་ཐབས་མེད་ཅེས་པ་དེ་རེད། ཁྱེད་ཀྱི་ཐུགས་རྗེ་གནང། མ་མཇལ་བ་སྐུ་གཟུགས་ལ་ཐུགས་ཅག་གནང་རོགས་གནང་བྱེད་བྱེད་ཡོང།